ནང་ཆོས་གླེང་སྟེགས་ཀྱི་དྲ་རྒྱ་དེ་བརྒྱུད་རྗེས་ཆོས་གྲོགས་ཡོངས་རྫོགས་ལ་འཚམས་འདྲི་ཞུ་ཡ་དང་དེ་རིང་དྲ་རྒྱ་དེ་བརྒྱུད་རྗེས་མིའི་ལུས་ཁམས་དེ་ནས་འཚོ་བ་ལ་ཧ་ཅང་གི་ཕན་ཐོགས་ཡོད་པའི་ཐར་ལམ་ཅིག། སོ་སོའི་དོ་སྣང་བྱེད་པའི་བརྒྱུད་རིམ་གྱི་ཁྲོད་ནས་གང་དག་གང་བཤད་པ་དེ་ཚང་མ་རྣམ་དག་ཀུན་ནས་དུ་ངོ་སྤྲོད་ཞུ་ཡ་ཡིན། སྤྱི་བཏང་གི་ང་རང་ཚོའི་མིའི་ལུས་རྟེན་དེ་ནང་ཆོས་ནས་བཤད་པ་ནང་བཞིན་བྱས་པས་ན་གང་དག་དཔེ་དང་རྒྱུ་དང་ངོ་བོ་བཀོད་ནས་ཧ་ཅང་གི་རྙེད་དཀའ་བོ་ཅིག་དང་ཧ་ཅང་གི་ཐོབ་དཀའ་བོ་ཅིག་ཏུ་ཟེར། རེད་གང་དག་དལ་འབྱོར་མི་ལུས་འདི་ཐོབ་ཕྱིན་ཆད་ལ་གང་དག་འཚོ་གནས་རབ་དགའ་ཚོའི་བར་དུ་ཐུག་ཡོད་ན་དེའི་རིང་ལ་བདེ་ཐང་ངང་དུ་ཚོའི་འཚོ་བ་སྐྱེལ་དགོས་བ་དེ་གལ་ཆེན་པོ་ཞིག་ཡོད་ཅིག་རེད། ད་བདེ་ཐང་ངང་འཚོ་བ་སྐྱེལ་བ་ལ་ནམ་རྒྱུན་ནས་སོ་སོའི་ཨ་ནེ། ལུས་ལ་སྲུང་སྐྱོབ་བྱེད། གང་ལྟར་འཕྲོད་བསྟེན་གྱི་ཐོག་ནས་ཡིན་ན་རེད། ཟས་སྤྱོད་ཀྱི་ཐོག་ནས་ཡིན་ན་རེད་སྲུང་སྐྱོབ་བྱས་ཏེ་སྐད་ཆའམ་ཤི་བོ་ཅི་རེད། ད་ཡིན་པ་ཡིན་ན། མིའི་སྤྱི་ཚོགས་ནང་ལོགས་ལ་གང་ལྟར། ན་སོས་ཡ་གེ་གིའི་སྐད་ཀྱིས་ཨ་ནེ། མི་འགའ་ཞིག་ལ་ད། པི་མོ་ན་ཡ་དུ་སེ་མང་པོ་ཅིག་ཡོང་གི་རེད། འགའ་ཤས་ཡང་རྐང་པ་ན་ཡ་ལ་མཚོན་པའི་ད་སྐད་པ་ན་དུ་བ་ཟུག་རྒྱག་ཡ། ལྷག་པར་དུ་ཕྱི་རྒྱལ་ཡུལ་གྲུ་ཁག་ན་གནས་པའི་བོད་པ་ཚོ་ཡིན་པས་ན་ད་ཉི་མ་རྟག་པར་ལས་ཀ་ལ་ཐུག་སའི་ཕེབས་དགོས་དུས་རྩམ་པ་འཁྱག་སྒམ་དང་དུད་འགྲོའི་གི་ཉལ་ས་ལ་ཡང་ལས་ཀ་བྱེད་དགོས་སའི་དུད་འགྲོའི་གནས་སྟངས་མང་པོ་ཅིག་འདུག་སའི་ཆ་ཡོང་དགོས་པ་རེད་དེ་ཡིན་དུས་གྲང་མོ་ཡོད་སའི་འགྲམ་ན་རྒྱུད་རིང་པོ་ཅིག་བསྡད་པའི་དབང་གིས་ད་རྐང་པ་དང་ན་ཡག་སྤིན་མ་དོ་བ་ཟུག་རྒྱག་ཡག་སྐེད་པ་དོ་བ་ཟུག་རྒྱག་ན་ཡག། དུད་འགྲོའི་གནས་སྟངས་མང་པོ་གཅིག་ཏུ་མཐུན་ཡོང་གི་རེད། རིགས་ཅན་ཡང་ཕར་འགྲོ་ཚུར་འགྲོ་བྱེད་པའི་སྐབས་ལ་ནི་འདྲེ་དག་ཤོ་བྱས། རྐང་པ་གཏོར་བ་བརྡབ་སྐྱོན་བྱུང་བྱས་ནི་རྐང་པ་གཏོར་བ་སྐྲངས། དུད་འགྲོའི་ཡང་ནག་ཟུག་བརྒྱབ་སྟེ་ཟུག་བརྒྱབ་ཡང་དུད་འགྲོའི་གནས་སྟངས་མང་པོ་གཅིག་མཐུན་ཡོང་གི་རེད། ད་དུད་འགྲོའི་གཅིག་གནས་སྟངས་འཕྲད་པའི་སྐབས་ལ་མང་པོ་གཅིག་གིས་ད་ཨ་རབ་མ་འདེམས་བྱས་རྗེས་ཟུག་ཆག་མེད་དུ་སེ་བེད་སྤྱོད་གནང་དགོས་རེད། ད་ཟུག་ཆག་མེད་དེ་ནི་གང་དང་སྨན་གྱི་ནུས་པ་འདི་མ་ཡལ་བར་དུ་གང་དང་ཆུ་ཚོད་གཅིག་ཙམ་ཡིན་ན་རེད་ཆུ་ཚོད་ཕྱེད་ཀ་ཙམ་ཡིན་ན་དེ་འདྲོད་ཅིག་ལ་ཕན་ནུས་རེ་བྱོས་རེད། ཡིན་པ་ཡིན་ན་གཏན་དུ་གང་དང་གཟུགས་དེ་བག་མེད་པ་བྱ་ཅིག་དང་འདྲ་ཅིག་ཁོ་ལ་དུས་སུ་ཕན་ཐོག་རབ་བྱེད་ཡོད་མ་རེད། ད་དེ་ཡིན་དུས། ད་དེ་རིང་ངས་དེ་ངོ་སྤྲོད་ཞུ་ཡ་དེ། ད་གཟུགས་ཅག་སྨན་ཟ་མ་དགོས་པའི་ཐོག་ནས་གང་དང་ཐབས་ཤེས་ཅིག་དུས་སུ་འདུག་ཞུ་ཡ་ཡིན་ཐབས་ཤེས་ཡག་ཞུ་བསྟན་ན། ནམ་རྒྱུན་ང་རང་ཚོས་ནི་བེད་སྤྱོད་བྱེད་ཡག་གི་ཚྭ་ཡོད་རེད་པ། ཚྭ་དེ་ནི་འབའ་ར་གཉིས་གསུམ་གྱི་སྒང་དང་ཚན་རང་ནང་ལ་ཚབ་ཚྭ་རྐྱང་བཟོས། ནི་རས་གཅིག་པར་རུ་ལེ་དུ་བྱིས་བྱས་རས་ཐུམ་བཟོས་བྱས་ཐུམ་བརྒྱབ། ད་ག་པ་ཟུག་རྒྱག་དགོས་ན་པི་མོ་ཟུག་རྒྱག་དགོས་ན་པི་མོ་ལ་དུ་སའི་ཚྭ་ཚ་པོ་དེ་སྦྱར་བྱས་ཕར་ཚུར་དུ་བུ་བུ་དང་སྐྱེས་པ་དང་དུད་འགྲོ་ལ་ཟུག་རྒྱག་དགོས་ན། ཚྭ་རས་ཐུམ་བརྒྱབ་པ་དེ་སྐྱེས་པ་དང་ཟུག་རྒྱག་སྲོལ་བ་འདུག་བ། ནི་བུ་བུ་དང་བྱས་དུ་བྱས་བས་ན།

ཕན་ཐོགས་ཆེན་པོ་ཞུ་བྱེད་འདུག་གང་ལྟར་ཟུག་བརྒྱ་དེ་འཇམ་འགྲོ་གི་འདུག། འགའ་ཤས་དང་པི་མི་ན་ཅའི་རྐང་པ་དུ་སྐྱོག་སྐྱོག་བརྒྱ་ལ་སོགས་པ་ཁ་ཤས་སྐྱེས་པ་ན་ཡང་མ་ནི་གྱི་གྱི་གུ་གུ་གྱི་དུས་ཧང་སང་ན་ཟུག་བརྒྱ་དུད་འགྲོ་ཡོང་གི་འདུག་ཨོ་དེ་ལ་ཕན་ཐོགས་ཆེན་པོ་ཞུ་བྱེད་འདུག་ཅེས་དེ་རིང་སྒྲ་སྐྱེས་དེ་བརྒྱུད་བྱེད་དུ་ཞུ་ཡ་ཡིན། གཙོ་བོ་ཨ་ནི། སྔོན་ལ་རྣམ་པ་ཚོལ་དུ་ཟེར་དེ། ཕེང་མ་རེད་བསམ་པ་མ་གོང་མ་བྱས་བྱས་སྔོན་ལ་ཚོད་ལྟ་ཅིག་བལྟ་རོགས་གནང། པི་མི་ན་གཉིས་པི་མི་ཟུག་བརྒྱ་རྙེད་ན་ཚ་ཚ་པོ་དེ་སྦྱར་རྗེས་ཕན་གོ་འདུག་མི་འདུག་ཉི་མ་གཉིས་གསུམ་གྱི་དུས་འདྲ་གཅིག་ཙམ་སྔོན་ལ་ཚོད་ལྟ་ཅིག་གནང་རོགས་གནང། བདག་ནང་བཞིན་སྐྱེས་པ་དུད་འགྲོའི་ནང་ཉལ་ཡོད་པ་ཡིན་ན་སྐྱེས་པ་ལ་ལྟོས་ཟེར་ཚ་རེ་དུམ་བརྒྱབ་ཚ་པོ་དེ་དུ་སྦྱར་རྗེས་བུ་ཕོ་དང་འདི་ཏག་ཏག་ཅིག་ཕན་གོ་འདུག་མི་འདུག་བདེན་པ་རེད་འདུག་རེད་མི་འདུག་སྔོན་ལ་ཚོད་ལྟ་ཅིག་གནང་རོགས་གནང་བྱས་རྗེས་འབོད་སྐུལ་ཞུ་ཡང་ཡིན་ཨ་རྣམ་པ་ཚོ་ཚང་མ་ལ་བཀྲ་ཤིས་བདེ་ལེགས།